སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བདུན་པའི་ཐོག་ཕེབས་པའི་དཔལ་ལྡན་སྲིད་གཞུང་མཆོག་དང་དཔལ་ལྡན་བཀའ་བློན་རྣམ་པ། དཔལ་ལྡན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་སྤྱི་འབངས་མཆོག་དང་ཀུ་རེ་ཞུ་དུས་རྣམ་པ་ཚང་མ་ལ་ཡང་ཡང་ཚོགས་གཙོའི་ངོས་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ད་ནི་དེ་རིང་ཚོགས་གཙོའི། སྔོན་བརྗོད་གཏམ་བཤད་དེ་རིན་པོ་ཞོལ་ཡག་ཆགས་ཀྱི་མེད། ད་ང་ཚོ་འདས་པའི་གྲོས་ཚོགས་ནང་ལོགས་ལ་གང་ལ་གང་འཚམ་ཞིག་ད་ག་མེད་ཞུས་ཟིན་པ་རེད། ད་དེ་རིང་ང་ཚོ་ཞོལ་ཡག་གི་གཙོ་བོ་དེ་ད་ང་ཚོ་ཆབ་སྲིད་ཀྱི་གནས་བབ་ཀྱི་ཐོག་ནས་ད་ང་ཚོ་ཉེ་ཆར་གསུམ་བཅུའི་དུས་དྲན། ཐེངས་དྲུག་ཅུ་རེ་ལྔ་པ་ད་ང་ཚོ་འཛིན་སྐྱོང་བཀའ་ཤག་གི་གསུང་བཤད་རེད། ད་ནི་དེ་ག་ནང་བཞིན་གྱི་བོད་མིའི་སྲིད་འཛིན་ལྷན་ཚོགས་ཀྱི་གསུང་བཤད་ཀྱི་ཐོག་ནས་ཆབ་སྲིད་ཀྱི་གནས་བབ་ཀྱི་ཐོག་ནས་ཀྱི་ཡོངས་ཁྱབ་ད་ང་ཚོ་གྲོས་ཚོགས་ཚོགས་མི་ཙམ་མ་རེད། བོད་ཕྱི་ནང་གཉིས་རེད་རྒྱ་ཕྱི་ནང་ལོགས་ལ་ད་ཡོངས་གྲགས་སོང་ཟིན་པ་ཡིན་ཏེ་ངས་དེ་ཤར་བསྡོབས་ཞུ་ཡ་མེད། ཡིན་ན་ཡང་ད་ང་རང་ཚོ་ཆབ་སྲིད་ཀྱི་ཤོབ་སྦྱོར་བའི་གནས་བབ་ཅིག་ཡིན་པའི་ཆ་ནས་གཙོ་བོ་དེ་ད་བཙན་བྱོལ་བོད་མིའི་བཅའ་ཁྲིམས་འགན་དབང་བསྐུར་བ་གཞིར་བཟུང་གིས་ང་ཚོ་བོད་དོན་བདེན་མཐའ་གསལ་ཐབས་ལ་ཚོགས་མི་འགན་ཁུར་དང་ཕྱག་ལས་གནང་དགོས་ཡ་དེ་གལ་ཆེན་པོ་ཧྲིལ་བོ་ཅིག་ཆགས་དགོས་བ་རེད། ཡིན་ན་ཡང་ད་ང་ཚོ་ཕན་ཚུན། བཀའ་མོལ་ཞུ་ས་ཟེར་ན་མི་འདུག་ང་ཚོ་དཀའ་རྙོག་སེལ་ས་དེ་ད་རྒྱ་ནག་གཞུང་མཉམ་དུ་དཀའ་རྙོག་སེལ་དགོས་ཀྱི་གནས་སྟངས་ཆགས་བསྡད་རེད། ད་དེང་སང་གི་རྒྱ་ནག་གི་སྤྱི་ཚོགས་ནང་ལོག་ལྟས་པ་ཡིན་ན་ཡང། ཆབ་སྲིད་ཀྱི་གནས་བབ་རེད། དཔལ་འབྱོར་གྱི་གནས་བབ་རེད། ཤི་ཡང་གི་སྤྱི་ཚོགས་ཀྱི་གནས་བབ་ཀྱི་ཐོག་ལ་འགྱུར་བ་ཞེ་བོ་འགྲོ་དགོས་རེད། རྒྱ་ཕྱི་སྤྱི་ཚོགས་ཀྱི་ཐོག་ནས་ལྟས་པ་ཡིན་ན་ཡང་དེ་ལ་ཤར་རྒྱུད་དང་སྙན་རྟོག་དང་དགོངས་རྩིས་མང་པོ་ཆེ་འཕེལ་ཡག་གི་གནས་སྟངས་ཆགས་བསྡད་རེད། ད་ཉེ་ཆར་ཕྱི་ཟླ་གསུམ་པའི་ནང་ལོགས་ལ་རྒྱ་ནག་གི་སྲིད་གྲོས་ཚོགས་འདུ་དང། མི་མང་ཚོགས་འདུ་ཆེན་མོ་གཉིས་ཀ་གྲུབ་ཚ་ཙམ་གྱི་གནས་བབ་ཆགས་བསྡད་རེད། སྐབས་དེ་ཡི་གི་གཞུང་རིང་དང། དེ་ཚོ་ལ་གནས་བབ་ཐོག་ལ་དཔྱད་པ་ཞུ་མཁན་དེ་ཚོ་གི་བསམ་བློ་བཏང་བ་ཡིན་ན་ཡང། ད་ནམ་ཇི་འདྲ་ཡིན་ན་རྒྱ་ནག་མི་དམངས་འཐུས་མི་ཚོགས་ཆེན་གྱི་ཚོགས་འདུ་གྲོལ་བའི་རྗེས་ལ་སྲིད་བློན་གྱི་མཇལ་ཞིག་གིས་ད་གསར་འགོད་ལྷན་ཚོགས་ཆེད་ཡོང་ཁྱབ་གནང་སྐོར་རེད། སྐབས་འདི་ལ་དེ་མེད་པ་བཟོས་བཞག་ཟེར་གི། དེ་ནི་འཕྲོས་ནས་ད་ཚོགས་འདུས་ཀྱི་ཞོགས་རིང་དང་ཚོགས་འདུས་ཀྱི་ནང་དོན། ཚོགས་འདུའི་ནང་ལོགས་ལ་བཅར་མཁན་གྱི་མི་སྣ་དེ་ཚོ་ལ་ཤར་གྱི་དམོད་པོ་ཅིག་གནང་བསྡད་རེད་དེ་རྣམ་པ་ཚོ་གིས་ཐུགས་སྣང་གཏན་ཏེ་གནང་བའི་རེད་བསམ་གྱི་འདུག་གར་ཟེར་ན་རྒྱུ་མཚན་དེ་ཆབ་སྲིད་ཀྱི་གནས་བབ་ལ་འགྱུར་བ་གཏོང་མ་ཐུབ་པའི་གནས་སྟངས་བརྟེན་ནས་ད་ལྟའི་གི་རྒྱ་ནག་གི་དཔལ་འབྱོར་གྱི་གནས་བབ་ལ་དཀའ་ངལ་འཕྲད་བསྡད་ཡ་དེ་དེ་འདྲས་ཡོང་རེད་ཟེར་ནས་ངོས་འཛིན་བྱེད་དགོས་པ་རེད། དེའང་ནང་བཞིན་གྱི་རྒྱ་ཆེའི་སྤྱི་ཚོགས་ཀྱི་ཐོག་ལས་བལྟས་པ་ཡིན་ན་ཡང། ད་ཕྱི་ལོ་ཉིས་སྟོང་ཉེར་བརྒྱད་རྩ་བཞིའི་ནང་ལོགས་ལ། ཡུ་རོབ་རེད་ཨ་རི་རེད་དེ་ག་ནང་བཞིན་ང་ཚོ་གནས་ཡུལ་རྒྱ་གར་གྱི་རྒྱལ་ཁབ་རེད་ད་འོས་བསྡུ་གྱི་ལས་རིམ་ཤུགས་ཆེན་པོ་ཞིག་འོག་ཏུ་འགྲོ་དགོས་པ་རེད། ད་དེ་ཚོའི་ནང་ལོགས་ལ་ང་ཚོ་བོད་དོན། གི་གནས་བབ་དེ་སླེབས་ཐུབ་དགོས་ཡ་གི། གོ་སྐབས་འདྲ་བོ་ག་འདྲས་ཟིན་དགོས་ཀྱི་ཡོད་མེད་དེ་ཚོ་ཐོག་ལ་ཡང་ང་ཚོས་རིམ་པས་སྐར་མའི་ཡོང་དགོས་ཡ་སྤྱི་དང་དེ་ཚོ་གི་ཐོག་ལ་ཡང། རྟོག་ཞིབ་གནང་དགོས་ཡ་དེ་གལ་ཆེན་པོ་ཞིག་ཆགས་དགོས་བ་རེད་བསམ་གྱི་ཡོད། དེའི་ཐོག་ནས་རྒྱ་ནག་གི་བོད་ཀྱི་གནས་ཚུལ་དེ་ཡལ་བ། དོར་བ་ཟེར་ནའང་མི་འདུག་སྣོག་མེད་གཏོང་ཟེར་ནའང་མི་འདུག་གང་ལྟར་སྣོག་ཆུང་གཏོང་ཡག་གི་གནས་བབ་དེ་རྩ་བ་ནས་ཡོད་མ་རེད་ཟེར་ནས་དེ་རིགས་གསལ་བོ་ཞིག་ནས་ཞུ་ཐུབ་ཡག་གི་གནས་སྟངས་ཆགས་བསྡད་རེད། ཕྱོགས་གཅིག་ནས་བོད་ནང་གི་བོད་མི་དེ་ཚོ་གི་ལྷག་བསམ་རེད་སྙིང་སྟོབས་རེད་བློས་གཏོང་རེད་ད་ཧ་ལས་པ་ཆེ། ད་ང་ཚོ་སོ་མི་ལས་འདས་པའི་གི་གནས་བབ་ཆགས་བསྡད་རེད། ནི་ང་ཚོ་ཕྱོགས་གཞན་པར་བསྐྱིལ་ནས་ནི་ཕྱི་ནང་གོང་ས་ཤོང་མཁན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་བོད་ཀྱི་གནས་བབ་དང་བོད་ཀྱི་གནད་དོན་ཟད་དེ་རྒྱལ་སྲིད་ཀྱི་ནང་གི་ཐོག་ནས་ཐུགས་སྣང་གནང་ས་ཀྱི་གནས་བབ་ཀྱི་ཆ་དེ་རེད། དེ་འདྲའི་གི་གནས་བབ་ཅིག་ལ་རྒྱ་ནག་གཞུང་ཐོག་ནས་སྣང་ཆུང་བཏང་ན་ཏན་ཏན་ཁོ་རང་ཚོ། ནོར་བ་ཟེར་ནའང་མི་འདུག་གང་ལྟར་འཁྲུག་ཐེག་ཟེར་ནའང་མི་འདུག་དེ་འདྲའི་གི་གནས་བབ་ཆགས་བསྡད་རེད་བསྟན་ཏེ། ད་འདིའི་གི་ད། ང་རང་ཚོ་གི་རྒྱ་ཤིའི་གནས་བབ་རེད་བོད་ནང་གི་གནས་གནས་སྟངས་རེད། རྒྱ་ནག་རང་གི་ཆབ་སྲིད་ཀྱི་གནས་སྟངས་ལ་བལྟས་ནས། བོད་ཀྱི་གནས་བབ་ཀྱི་ཐོག་ལ་བཤེར་རྒྱུ་ཅིག་གནང་ནས། ང་རང་ཚོ་བོད་དོན་དཀའ་རྙོག་སེལ་ཐུབ་ཡག་གི་དགོངས་པ་བཞེས་ཐུབ་དགོས་དེ་གལ་ཆེན་པོ་འདུག་ཟེར་ནས་འདི་ནན་བརྗོད། ཞུ་གི་ཡོད། འོན་ཏེ་ག་ནང་བཞིན་གྱི་ད་ང་རང་ཚོའི་གྲོས་ཚོགས་འདི་ཆགས་བསྡད་རེད། གྲོས་ཚོགས་འདི་ལྟ་བུ་ཡིན་ན་ད་ཕྱི་ནང་གི་གཤོང་མཁན་ཆེན་པོ་མཆོག་གིས་ད་རིང་ནས་ཐུགས་ལ་བརྣག་པའི་སྒང་ཞིག་ཅིག་ཆགས་བསྡད་རེད། ད་སྔོན་མ་འདི་ན་ཉིས་སྟོང་བཅུ་གཅིག་སྔོན་འདྲ་བས་ན་ཕྱི་ནང་གི་གཤོང་མཁན་ཆེན་པོ་མཆོག་གྲོས་ཚོགས་ཚོགས་ཐེངས། གཉིས་ནང་ནས་ཡང་ན་སྐུ་དངོས་སུ་ཕེབས་དགོས་བ་རེད་ཚེ་ཐེངས་གཅིག་ལ་ཡང་ན་ཤ་འཁོར་མོ་བཅས་གསུང་འཕྲིན་གནང་དགོས་བ་རེད། ད་ཉིས་སྟོང་བཅུ་གཅིག་ནས་རྗེས་ལ་ཤ་འཁོར་མོ་བཅས་སྐུ་དབང་རྩིས་སྤྲད་གནང་ཟིན་པའི་རྗེས་ལ་ད་དེ་གཉིས་ཀ་གནས་བབ་དུ་མེད་བ་ཆགས་བསྡད་རེད། ཡིན་ན་ཡང། སོ་སོས་ཀྱི་བསམ་བློའི་ནང་ལོགས་ལ་ཕྱི་ནང་ཀུང་སི་གཤོང་མཁན་ཆེན་པོ་མཆོག་གིས། ཐུགས་རྗེ་བྱིན་རླབས་དེ་ང་ཚོ་མཉམ་དུ་ཡོད་བསམ་བསམ་གི་དུས་རྒྱུན་དུ་ནས་བསམ་ན་འཁོར་དེ་ཡོད། དེ་འདི་འདྲའི་གི་ཐོག་ནས་ཤོག་རིན་པོ་ཆེ་གི་ཐུགས་རྗེའི་བཀའ་དྲིན་དང་མཛད་པ་འཕྲིན་ལན་དང་མཉམ་དུ་ང་ཚོ་བོད་གི་བདེན་མཐའ་གསལ་ཡ་རེད། ཨ་ནི་ད་ག་ནང་བཞིན་བོད་གི་ཆོས་དང་རིག་གཞུང་གི་ཐ་ང་ཚོ་སློབ་ཆེན་གྱི་གྲུབ་འབྲས་ཐད་ཡང་དང་རྒྱ་ཞིང་ནོར་ལུག་ལ་ངོས་འཛིན་ཐོབ་ཡ་དེ་ཤ་ངུར་མུ་ཆེའི་དགོངས་ཀྱིས་ཁྱབ་པ་ཡིན་དུས་ང་ཚོ་དུས་རྒྱུན་དུ་ནས་ཤ་ངུར་མུ་ཆེ་གི་བཀའ་དྲིན་དྲན་གསོན་གནོང་ཡ། མཚམས་རེར་སོ་སོའི་ངོས་ནས་དགོངས་པ་བཞེས་ཤོག་དང་ཅེས་དེ་འདྲས་ཀྱི་ང་ཚོ་སོ་སོ་ཤེས་བོ་རེད། དེའི་ཚེ་དེ་འདྲས་ཀྱི། ཉིན་མོ་དུག་གསུམ་ཟེར་ན་མི་འདུག་ཉིན་མོ་དུག་ལྔ་ཟེར་ན་མི་འདུག་ག་འདྲ་དེ་འདྲས་ཀྱི་གཞན་ངོ་ལས། འགྱུར་སྲིད་པ་རེད། ཡིན་ནའང་སྐབས་དེ་དུས་ཤོག་ངར་མོ་ཆེ་གི་ཞལ་རས་དྲན་ཐུབ་ཡ་དང་དགོངས་གཞི་དེ་དྲན་ཐུབ་པ་ཡིན་ན་ཏན་ཏན་གྱི་ང་ཚོའི་ཐུགས་ཕན་སེལ་ཡག་ཅིག་ཆགས་འདི་གི་འདུག་ཟེར་ནས་དེ་ཕྱིར་ཤེས་འདྲ་བོ་ཆེ་དེ་འདྲ་ཞུ་ན་བསམ་སོང། ཨ་ནི་དེ་རིང་ང་ཚོ་སྐབས་བཅུ་བདུན་པའི་བོད་མོ་ཞིབ་འཇུག་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བདུན་པའི་གི་ལས་རིམ་གྱི་ཐོག་ནས། ཞུས་པ་ཡིན་ན་ད་ང་ཚོའི་ལས་ཉིན་བཅུ་གཉིས་ཆགས་བསྡད་རེད་དེ་རིང་ནས་བརྩིས་པའི་ཟླ་ཕྱི་ཟླ་གསུམ་པའི་གི་ཚེས་སུམ་ཅུ་བར་དུ་ལས་ཉིན་བཅུ་གཉིས་ཆགས་བསྡད་རེད་ལས་ཉིན་བཅུ་གཉིས་ནང་ལོགས་ལ་ད་ལྟ་ང་ཚོ་ལས་དོན་ཤོག་ཡང་དེ་ཐོག་མར་དེ་ང་ཚོ་ཞི་དུལ་རྒྱུན་ལོན་གྱི་ངོས་ནས་བོད་ནང་གི་འཛའ་དྲག་གནས་སྟངས་ཀྱི་ཐོག་ལ་གདུང་སེམས་མཉམ་བསྐྱེད་གྲོས་ཆོད་གྲལ་བཤར་གྱི་ཁོ་རེད་དེའི་ཐོག་ནས་ད་ང་ཚོ་ཉེ་ཆར་བོད་ནང་གི་གནས་ཚུལ་ཛར་དྲག་བྱུང་བ་དཔེར་ན། ཁམས་བདེ་དགེ་གི་གནས་སྟངས་དེ་ཚོ་ཐོག་ཚང་མ་གསལ་པོ་ཞིག་ནས་འཁོད་བསྡད་ཡོད་རེད་དེ་ཚོ་ཐོག་ལ་ཡང་ཕྱི་སྣེ་ནང་པ་གི་ཕྱི་ཡོངས་ཀྱི་དགོངས་ཚུལ་སྤུངས་ཐུབ་ཡག་གི་རེ་བ་བྱེད་ཀྱི་ཡོད། ཨ་ནི་དེ་ག་ནང་བཞིན་གྱི་ད་གནད་དོན་གལ་ཆེ་གཅིག་དེ་ང་ཚོ་དཔལ་འབྱོར་ལས་དོན་ཆགས་དེ་རེད། ནི་བོད་མིའི་སྒྲིག་འཛུགས་ཀྱི་རྩིས་ལོ་ཉིས་སྟོང་ཉིས་བརྒྱ་རྩ་བརྒྱད་རྩ་ལྔ་པའི་སྔོན་རྩིས་ཏེ་དེ་རིང་གཏན་འབེབས་བྱས་ཡག་གི་དུས་ཚོད་ཆགས་དེ་རེད། ནི་ཁ་སིའི་ཞི་བ་གཞིས་བཟུང་གི་ཡོངས་གྲགས་ལ་ང་ཚོ་གྲོས་ཚོགས་ལོ་གཅིག་ལ་ཐེངས་གཉིས་ཚོགས་དགོས་བ་རེད། ཕྱི་ཟླ་གསུམ་པའི་གྲོས་ཚོགས་དེ་སྔོན་རྩིས་གྲོས་ཚོགས་ཟེར། ཕྱི་ཟླ་དགུ་པའི་གྲོས་ཚོགས་དེ་ལས་བསྡོམས་གྲོས་ཚོགས་ཟེར་ནས་དེ་འདྲས་ཀྱི་ཐ་སྙད་བཏགས་ཏེ་ཡག་གི་གནད་དོན་ཆགས་དེ་དེ་གཙོ་བོ་ད་ང་ཚོ་སྔོན་རྩིས་ཀྱི་ལས་ཁུངས་ཁྱབ་ཁོངས་དུ་བཅས་པའི་སྔན་ཚུད་དེ་གཏན་འབེབས་བྱ་དགོས་ཡ་ཆ་དེ་དེ་གཙོ་བོ་དེ་ཚོ་ལས་རིམ་གཅིག་ལས་དགོས་རེད། དེ་ཡང་བཀའ་ཤག་གིས་ད་འཇོམས་གཉེར་འཆམ་འབུལ་ཞུས་པའི་རྩིས་ཤོག་ཚང་མ་ཚོ་གྲོས་ཚོགས་ལ་ཕུལ། ཨ་ནི་གྲོས་ཚོགས་ཀྱི་ཐོག་ནས་ཚད་དཔག་འཆར་རྩིས་ཚོགས་ཆུང་བཙུགས་ནས་དེ་གི་ཤར་གཞི་ཞིབ་པའི་སྙན་ཐོ་དེ་ལྷད་ཡོང་གོ་རེད། དེ་ག་ནང་བཞིན་གྱི་དཔལ་ལྡན་དཔལ་འབྱོར་བཀའ་བློན་མཆོག་གིས་བོད་མིའི་སྒྲིག་འཛུགས་ཀྱི་རྩིས་ལོ་ཉིས་སྟོང་ཉེར་བརྩ་བཞི། རྩ་སྔགས་ཀྱི་སྔོན་རྩིས་མགོན་པོའི་ཆེད་གསུང་བཤད་དེ་དེ་རིང་སླད་ཡོང་དགོས་པ་རེད། ཨ་ནི་དེ་ཚོ་གི་ཐོག་ལ་ཀུ་རེ་ཞི་བདེ་རྣམ་པ་གིས་ད་ཞལ་ས་འདྲ་མ་ཞུ་ན་ཀྱི་རིག་པ་བསྒྲིམས་ནས་ཀྱི་ཐུགས་སྣང་གནང་ཐུབ་དགོས་དེ་གལ་ཆེན་པོ་ཞེ་བོ་ཅིག་རེད། ང་ཚོ་ལོ་འཁོར་ལས་བསྡོམས་ཀྱི་རྒྱུ་ཆ་འདྲ་བ་མ་བཟོ་ན་འབྱུང་ཁུངས་དེ་སྔོན་རྩིས་གྲོས་ཚོགས་ཆགས་བསྡད་རེད། སྔོན་རྩིས་གྲོས་ཚོགས་ནང་ལས་རིམ་ག་རེ་ག་རེ་བྱུང་ག་རེ་ག་རེ་ཁུར་འདུག་དེ་ལས། དངུལ་འབོར་ག་ཚད་ག་ཚད་འདུག་ལས་རིན་དེ་ས་གནས་ག་བ་ག་བ། ལས་འཆར་མགོ་གཙོ་བོ་འདུག་དེ་ཚོ་གསལ་པོ་བྱས་ནས་གཏོད་ཐུབ་ཡག་གི་གནས་བབ་ཆགས་དགོས་བ་རེད། ཨ་ནི་དེ་ཚོ་ཐུགས་ལ་ཡང་དགོངས་པ་བཞེས་དགོས་ཀྱི་གལ་ཆེན་པོ་ཆགས་བསྡད་ཡོད། ཨ་ནི་གཅིག་དེ་ལྟ་ང་ཚོ་ཁྲིམས་འཛིན་ལས་དོན་ཆགས་བསྡད་རེད། ཨ་ནི་ཁྲིམས་འཛིན་ལས་དོན་དེ་དག་རྣམ་པ་ཚོ་ཚང་མའི་དགོངས་པ་མངའ་གསལ་རེད། ང་ཚོ་ཁྲིམས་སྒྲིག་ཤར་གྱི་ཚོགས་ཆུང་ཆེད་འཛུགས་བྱས་ནས། ནས་ཁྲིམས་སྒྲིག་ཤར་གྱི་ཚོགས་ཆུང་གི་སྙན་ཐོ་དང། ནས་ཤར་གྱི་འཆར་ཟིན་གྱི་སྙན་ཐོ་ཚང་མ། ང་ཚོ་དེ་རིང་གྲོས་ཚོགས་ནང་ལོགས་ལྷད་དགོས་བ་རེད། ནས་ང་ཚོ་ཚོགས་གཙོ་གཉིས་ཀྱི་ལས་རིགས་སྒྲིག་ཤོག་གི་ཐོག་ནས་ད་ཉི་མ་གཅིག་གཉིས་སྔོན་འཛིན་སྟོང་པོ་ཆེན་ཐོ་གནང་ཡ་ཆེད། ནས་དེའི་རྗེས་ལ། བརྗོད་པ་དང་པོ་དང། ནས་རིམ་པས་བརྗོད་པ་གཉིས་པ། བརྗོད་པ་གསུམ་པ་དེ་འདྲས་འགྲོ་ཡ་གི་བསམ་བློའི་ནང་ལོགས་ཡོད། ཡིན་ན་ཡང་སྐབས་དེ་དུས། དགོངས་པ་ཟབ་ས་ནས་བཞེས་དགོས་གི་འདུག། རྣམ་པ་ཙམ་མོ། གཅིག་གཉིས་ཀྱིས་གསུངས་ནས་དཔེར་ན་བཞི་ཚོ་ནོ་རྡོ་བཞི་བ་ནང་བཞིན་བཞི་བ་དེ་ལྟ་སྟེ་ག་རེ་བཞེད་དགོས་ནས་མ་བཤད་པའི་བཟོ་འདྲ་བ་དེ་འདྲའི་མཚམས་རེ་ཡོང་གི་འདུག་དང་པོ་ནས་སོ་སོའི་དགོངས་པ་བཞེས་རྣམ་དཔྱོད་བསྟེན། ག་རེ་བཟོ་བཅོས་ཁྲིམས་འཆར་ག་རེ་འཁུར་དགོས་ན་ཡང་དགོངས་པ་བཞེས་ནས་རེ་བ་སྔོན་རྩིས་ནས། ཚོགས་གཙོ་གཉིས་ལ་ལན་བརྡ་ལན་གནང་ཐུབ་པ་ཡིན་ན་དེ་ཁོ་ཚོགས་འདུའི་འགྲོ་ལུགས་ལས་དོན་བྱེད་ཕྱོགས་སྒྲིག་གཞི་གཞིར་བཟུང་སྟེ་ང་ཚོ་ལག་ལེན་བསྟར་དགོས་ཡ་རེད་མ་གཏོགས་དེ་ལས་བཀག་འགོག་བྱེད་ཐུབ་ཡ་གི་གནས་བབ་སུ་གཅིག་ལས་དབང་ཚད་ཡོད་མ་རེད། ད་བུན་ཚོགས་ནི་འགྲོ་ལས་དོན་བྱེད་ཕྱོགས་སྒྲིག་གི་གཞི་བཟུང་མ་ཡོང་དུས་ནི་ཚོགས་གཙོ་གཉིས་ཀྱི་ལམ་སང་བཅུག་མ་ཐུབ་པའི་གནས་སྟངས་དེ་ནི་ཆགས་འགོ་རེད། དེ་འདྲ་གནས་དེ་ཚོ་ཐོག་ལ་ཡིན་ན་ཡང། དེ་རིང་དགོངས་པ་ཆེ་བཞེས་གནང་རོགས་གྱིས་ཟེར་ནས་དེ་འདྲས་ཀྱི་ཞུ་ཡ་ཡིན། གྲོས་ཚོགས་ནང་ལོགས་ལས་ད་གཞུང་འབྲེལ་གྲོས་ཆོད་གྲོས་འཆར་རེད། དེ་ག་ནང་བཞིན་གྱི་དཔལ་ལྡན་དཔལ་འབྱོར་བཀའ་བློན་མཆོག་གི་དཔལ་འབྱོར་ཤར་གྱིས། ཉན་ཐོས་ཀྱིས། ཡོང་གི་ཡོད་པ་དེ་གསུངས་སོང། དེ་ཚོ་དེ་རིམ་པས་ཡོང་དགོས་རེད། ད་ག་འདྲ་གྲོས་ཚོགས་ནང་ལོག་ལས། ལས་རིང། གང་འདྲ་ཞིག་ཕེབས་པ་ཡིན་ན་ཡང། ཆུ་ཚོད་རྣམ་པ་བཞི་བཅུ་ཞེ་ལྔ་རིང་འཛིན་བྱུང་བཀའ་ཤག་ཡོད་རེད། ཚང་མ་ད་ང་ཚོ་སོམས་ཚུལ་གྱིས། ཡོང་ཐུབ་ཡག་གི་ད། ག་འདྲས་ཡོང་གི་ཡོད་མེད་ང་ཚོ་ཞུ་ཚད་ཐིག་གི་མ་རེད་སོམས་ཚུལ་མ་འདྲ་བ་ཡོང་སྲིད་པ་རེད། སོམས་ཚུལ་མ་འདྲ་བ་ཡོང་བ་དང་ལམ་སང་གཅིག་འགྲོགས་ནས་ཕྱིས་ལས་རིང་རྣམ་རྒྱལ་འདྲ་བོ་བཏོན་དེ་འདྲ་གནང་བསྡད་དེ་ཡག་པོ་ཆུག་ནི་མི་འདུག། དེ་ལས་བསམ་ཚུལ་ག་རེ་ཡོང་བ་ཡིན་ནའང་དེ་ལས་གོ་བསྡུར་གཞུང་ཤེས་བྱས་ནས། ཨ་ནི་ཀོའི་ཤེས་ཚུལ་གཅིག་གི་དགོངས་ཚུལ་ཡིན་ན་ཡང་ང་ཚོ་ཧ་གོ་དགོས་བ་རེད་རྒྱ་ཆེའི་མང་ཚོགས་ཀྱིས་ནའང་ཧ་གོ་དགོས་བ་རེད། དེའི་ཐོག་ནས་ང་ཚོ་གོ་བསྡུར་གཞུང་ཤེས་དེ་བཞིན་པ་བྱས་བ་ཡིན་ན་ཐག་བཅད་དེའི་ཐོག་ནས་འགྲོ་དགོས་བར་མ་གཏོགས་ཀྱི་འདི་ནས་བསམ་ཚུལ་ཡོང་བ་ཙམ་གྱིས་དེ་ཐག་བཅད་ཀྱི་ངོ་བོ་དེ་འཁྱར་དགོས་བ་མ་རེད་དེ། དེ་ནི་དེ་ཚོ་ཐོག་ནས་གང་ལྟར་གྲོས་ཚོགས་ཀྱི་ལས་རིམ་ག་རེ་ཞིག་ཕེབས་བ་ཡིན་ན་ཡང་དེ་ལ་གོ་བསྡུར་ཞིབ་ཚགས་པོ་ཡོང་ཐུབ་ཡ་དེ་ཡང་དོན་ཕན་ལྡན་པ་ཡོང་ཐུབ་ཡ་ལ་རྣམ་དཔྱོད་བརྟན་དང་དེ་འདྲའི་དགོངས་པ་བཞེས་རོགས་གནང་ཞུ་ཡ་ཡིན། དེ་རིང་སྐབས་བཅུ་བདུན་པའི་གྲོས་ཚོགས་ཚོགས་དུས་བདུན་པ་འདི་ཡི་ཐོག་ཧྲིལ་ཁྲི་གཉིས་ཀྱི་དང་དེ་རིང་གི་ཉི་མ་དེ་ལ་ཉི་མ་རེ་རེ་རེ་རེ་དགོངས་པ་བཞེས་སོང་དེ་མ་ཡིན་པའི་བཀུར་འོས་ཞུ་དུས་ཚང་མ་བཅའ་སྡོད་ཡོད་ཟེར་ཞུ་ཡང་ཡིན། ཨ་ནི་དེ་རིང་གྲོས་ཚོགས་ཚོགས་དུས་ཀྱི་ད་ལན་ཉིན་བཅུ་གཉིས་པོ་དེ་ཚར་རྗེས་དོན་ཕན་འདོན་པ་ཡོང་བ་ལ་ཨ་ནི་ཚོགས་མིའི་ཤར་དུ་མཉམ་བསྡད་དང་འགན་འཁུར་བཞེས་རོགས་གནང་ཟེར་ཞུ་ཡང་ཡིན། ཨ་ནི་མཐའ་དོན། ཕྱི་ནང་ཀུང་སི་གཤོང་མཁན་ཆེན་མོ་མཆོག་སྐུ་ཚེ་ཞོགས་པའི་བཀའ་རྒྱར་བརྟེན་ཅིང་སློབ་ཆེན་ཐུགས་ཀྱི་དགོངས་བཞེད་ལྷུན་གྱིས་འགྲུབ་པ་དང་ཨ་ནི་བོད་དོན་བདེན་མཐའ་མྱུར་དུ་ས་ཡོམ་སྨོན་འདུན་ཞུ་ཡང་ཡིན་ཐུགས་ཆེ་གནང།